སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་ལོ་ཡི་བར་རིགས་པའི་དུས་ཆེན་གཙུག་ལག་སློབ་གཉེར་ཁང་གི་བགྲོ་གླེང་ཐེངས་གཉིས་པའི་ཚོགས་ཀུན་ཏུ་ཆིབས་བསྒྱུར་བསྐྱངས་གནང་བའི་བཀའ་དྲིན། མཚུངས་ཟླ་མ་བརྗེས་པའི་དགེ་བའི་བཤེས་གཉེན་ཆེན་པོ་གན་འཇམ་དབྱངས་མཆོག་དང། དེ་ག་ནང་བཞིན་གྱི་བག་རེ་པའི་རྡོ་རྗེ་གཙུག་ལག་སློབ་གཉེར་ཁང་གི་ལས་ཐོག་མཁན་པོ་གན་བཀྲ་ཤིས་སེང་གེ། དེ་ག་ནང་བཞིན་གྱི་མཁན་པོ་སློབ་དཔོན།

ནང་སྒོས་རྒྱུ་མཚན་འདི་གཙོ་བོ་དེ་ནི་སོ་སོ་ལ་ཡར་བློ་སྐྱེད་ཡོང་བ་དང་ནི་གཞུང་གི་གནད་དོན་རྟོགས་པ། དེ་གི་དམིགས་ཡུལ་གཙོ་བོ་ཆགས་ཀྱི་ཡོད་རེད་དེ་དེ་དང་མཉམ་དུ་ཡང་ནི་སོ་སོ་ལ་ཡར་བགྲོ་གླེང། ནང་ཡས་ཀྱི་ཉམས་མྱོང་ངམ་དེ་གི་སྦྱོང་བརྡར་ཡོང་བའི་ཆེད་དུ་ཡང་འདི་དམིགས་བསལ་ཆགས་ཀྱི་ཡོད་རེད། ག་རེད་ཟེར་ན་ང་ཚོས་ཆོས་ལུགས་ཁག་གི་གྲོས་གླེང་རེད་དེ་ག་ནང་བཞིན་གྱི་རིས་མེད་གྲོས་གླེང་རེད་དེ་དང་མཚུངས་པའི་གི་གཏམ་བཤད་བྱེད་དགའ་གྲོས་གླེང་བྱེད་དགའ་ག་ས་ག་ལ་ཡང་ཕེབས་དགོས་ཀྱི་ཡོད་པ་ཡིན་ཙང་ང་ཚོ་ཚང་མ་ལ་ཡང་གྲོས་གླེང་གནང་ཕྱོགས་དེ་ལ་ཡང་ཉམས་མྱོང་དང་སྦྱོང་བརྡར་དགོས་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་མེད་ན་ང་ཚོ་གཞུག་མ་གྲོས་གླེང་འདྲ་བོ་ཕེབས་དགོས་ཀྱི་ཡོད་ན་དེ་ལ་ཡང་གྲོས་གླེང་གནང་མི་ཐུབ་པ་དང། བཀའ་ཁྲི་གནང་མཁན་གྱིས་བཀའ་ཁྲི་གནང་མི་ཐུབ་པ་དང། གོང་ནས་མ་གཏམ་བཤད་གནང་མཁན་གྱིས་གཏམ་བཤད་གནང་མི་ཐུབ་པའི་གི་དཀའ་ངལ་ཅིག་ཡོང་གི་ཡོད་རེད། དེ་སོང་ཙང་དེ་མི་ཡོང་བའི་ཆེད་དུ་ང་ཚོས་དེ་སྦྱོང་བརྡར་ཡང་བྱ་གི་ཡོད་རེད། དེ་ཡིན་དུས་ཙང་ནས་ད་དེ་ལ་ཡང་ང་ཚོས་སྦྱོང་བརྡར་ཡིན་དུས་ཙང་ནས་ཡང་སོ་སོ་གིས་གང་དྲན་དྲན་དེ་འདྲའི་སེམས་ལ་དྲན་ཚད་ཁ་ནས་ཐོན་ཚད་དེ་འདྲའི་གསུང་བཞག་པ་དེ་འདྲའི་མ་ཡིན་པ་བྱས་ནས།

ང་ཚོས་དྲི་བ་རྩ་ནས་མེད་ནས་དྲི་བ་བཏང་ཆོག་ནང་བཞིན་གྱི་བལ། ཁྱད་མཚར་བོ་དེ་འདྲས། ལས་སླ་བོ་དེ་འདྲས། ནི་གཞུང་དོན་དང་མ་འབྲེལ་བ་དེ་འདྲས། ཨ་དྲི་བ་གནང་སོང་ན་འདི་ཡི་ཨ་ནི་དེ་ག་སོ་སོ་ལ་ཕན་ཐོག་ཡོད་མ་རེད་ལ་ཨ་ནི་འདི་ནང་ལ་མཉམ་ཞུགས་གནང་མཁན་ཚང་མ་ལ་ཡ་ཕན་ཐོག་ཡོང་གི་ཡོད་མ་རེད་དེ་སོང་ཙང་དྲི་བ་ག་རེ་གནང་བ་ཡིན་ན་བརྗོད་གཞི་དེ་ཡི་སྟེང་ལ་དེ་ལ་ཡང་ཨ་ནི་ལུང་དང་རིགས་པས་གི་གནད་འཁེལ་བ་བྱས་ནས་དྲི་བ་གནང་དགོས་དེ་གལ་ཆེན་པོ་ཆགས་ཀྱི་འདུག།

གང་དྲན་དྲན་འདྲ་བོ་གསུངས་བཞག་པ་ཡིན་ན་ལན་ཡིན་ན་ཡང་ནི་ཡང་སྤྱི་ཚོགས་ལ་ཡང་དེ་ཙམ་ཕན་ཐོགས་མེད་པ་དང་ནི་སོ་སོ་ངོས་ནས་ཡང་དེ་ཙམ་སྦྱོང་བརྡར་ལ་ཡང་ཕན་གི་མ་རེད་དྲན་གི་འདུག་དེ་ཟིན་དུས་ཚོད་ནི་ནི་བགྲོས་གླེང་པ་པོ་གི་ཡིན་ན་ཡང་རེད་འདྲི་བ་གནང་མཁན་གི་ཡིན་ན་ཡང་རེད་ཚང་མས་གི་དེ་ལ་ཡང་གཟབ་གཟབ་བྱས་ནས་ནི་སོ་སོ་གི་འགན་ཡོད་པ་བྱས་ནས་ད་ང་ཚོ་དེ་དྲི་བ་དེ་དུས་འདྲག་ཅིག་གི་སྔོན་ལ་བཀྲམ་གི་ཡོད་པ་ཡིན་ཙང་དེ་ལ་ཡང་བལྟས་ཚོད་ཅིག་དཔེ་ཀློག་བརྒྱབ་ནས་གྲ་འགྲིག་བྱས་ཡོད་རེད་པ་དེ་ནང་བཞིན་གྲ་འགྲིག་ཡང་དག་པ་ག་འདྲིའི་གནང་ཡོད་པ་དེ་ནང་བཞིན་གྱི་ཨ་ནི་དྲི་བ་གནང་རོགས་བྱས་ཞུ་བ་ཡིན་དེ་འདྲི་བྱུང་བ་ཡིན་ན་ཨ་ནི་ང་ཚོའི་སོ་སོ་སྦྱོང་བརྡར་ལ་ཕན་གྱི་རེད་ལ་ཨ་ནི་བློ་སྐྱེད་ཡོད་ན་བློ་སྐྱེད་ལ་ཡང་ཕན་གྱི་རེད་དེ་ཚོ་ཚང་མས་དེ་ལ་ཡང་དོ་སྣང་དང་ཨ་ནི། འགན་ལེན་གནང་རོགས་ཞེས་ཞུ་བ་ཡིན། རྩོམ་ཤོག་ཀློག་གནང་དུས་སྐབས་སུ་ཡིན་ན་ཡང་དེ་ལ་ང་ཚོ་རྩོམ་ཤོག་སྒྲོག་སྦྱང་བྱེད་དུས་སྐབས་སུ་ཡིན་ན་དེ་ལ་སོ་སོ་གིས་སྙིང་བསྡུས་སྙིང་བསྡུས་སྒྲོག་སྦྱང་བྱས་ནས་འབད། དོགས་དོགས་དོགས་དོགས་ང་གིས་དོན་དག་དོགས་དོགས་དེ་དེ་ཡིན་ཟེར་བས་ན་ལས་ཀྱི་རྣམ་གཞག་འདི་འདྲི་འདི་འདྲི་ཡིན་དེ་ལ་ཡང་འདི་འདྲི་གནད་འགག་འདི་འདྲི་ཡོད་ཁས་ལེན་འདི་འདྲི་ཡིན་ནི་འདོད་པ་འདི་འདྲི་ཡིན་ཟེར་ཏེ་འབད། དོགས་དོགས་དོན་གནད་ལ་ཁེལ་བ་ཅིག་མ་སྒྲོག་སྦྱང་བྱས་པ་མ་གཏོགས་ཡང་འབད་རེ་རེ་བྱས་ནས་ཀློག་དེ་དགོས་བྱུང་ན་འདི་ཡང་ནི་རྩོམ་ཤོག་སྒྲོག་སྦྱང་བྱེད་སྟངས་འདི་འགྲིག་གི་ཡོད་མ་རེད། ང་ཚོ་བགྲོ་གླེང་ག་བ་ཕེབས་པ་ཡིན་ན་ཡང་རྩོམ་ཤོག་ཆ་ཚང་བ་བགྲོ་གླེང་ཀློག་གནང་བའི་ལུགས་སྲོལ་མི་འདུག་པ་དེ་གསུངས་སོང་འདི་ཚོ་ཡང་ང་ཚོ་ཅིག་གལ་ཆེན་པོ་ཆགས་ཀྱི་འདུག་ཡང་རྩོམ་ཤོག་ཆ་ཆ་ཚང་བ་ཀློག་ཡས་ཡང་མེད་ཡང་དོན་དག་ཏོག་ཏོག་སོ་སོ་གི་འདོད་པ་གང་ཡིན་པ་དེ་མ་ཤེས་མ་ཐུབ་པ་ཡིན་ན་ཨ་མདོ་རྗེས་མར་དྲི་བ་བཏང་མཁན་གྱིས་དྲི་བ་ཡག་པོ་ཅིག་བཏང་ཐུབ་ཀྱི

དང་པོ་མཆོད་བརྗོད་ནས་འགོ་བཙུགས་པ་ཡིན་ན། ཀ་དག་དོན་མེད་གཉིས་མེད་ཡེ་ཤེས་སྙིང་པོའི་ཀློང་ནས་ནི་ཀ་དག་དོན་མེད་འཁྲུལ་མེད་ཡེ་ཤེས་རང་རིག་རྒྱལ་མཛད་ཅིང་ཁམས་གསུམ་མ་འགྱུར་མཐའ་མེད་ཁུར་བའི་གདམས་ལས་གྲོལ་བྱེད་ཀྱི། ཁུ་བའི་ཕུག་སྟོན་མཚུངས་མེད་གསལ་བྱེད་ཤཱཀྱའི་རྒྱལ་པོ་འདུས། གསུང་རབ་དགུ་བཅུ་དགུ་དགུ་འབུམ་སྡེའི་གཞུང་ལུགས་རྣམ་ཀུན་གྱི། འགྲན་ཟླ་དབེན་པ་གང་གིས་བློ་གྲོས་སྒུལ་བ་རབ་བརྒྱན་ཅིང་མཛོད་སོགས་གཞུང་ལུགས་སྨྲ་བའི་དབང་ཕྱུག་ཀུན་མཁྱེན་གཉིས་པ་རུ། ཛམ་གླིང་ས་ཡི་གླིང་འདིར་གྲགས་པའི་ཡིད་ངེས་ཞབས་ལ་འདུད། གངས་དཀར་གཉིས་ཀའི་ཚེམ་བསལ་སེམས་ཅན་ལྗོངས་ཀྱི་ལྟེ་བ་རུ། ཆུ་ཡི་དྭངས་མ་བསྟན་འགྲོའི་ཉི་མ་འོད་སྟོང་འབར་བ་བཞིན། གངས་དཀར། གླིང་ལ་གཏམས་པའི་མཆོག་སྤྲུལ་ཐོག་མ་ཀརྨ་པ་དུས་གསུམ་འཕྲིན་ལས་གཡོ་མེད་མི་བསྐྱོད་རྡོ་རྗེ་ཞབས་ལ་འདུད། ཞེས། བཀའ་དྲིན་བླ་མེད་དུ་ཆེ་བའི། སྟོན་པ་བླ་ན་མེད་པ་དང།

དེ་ནས་དེ་ཡང་ནི། ཧོ། ཅེས་ཆོས་སྤྱོད་སྔོན་དུ་སོང་ནས། གུས་པ་རང་ཉིད་ཀྱང་གླེང་བར་བྱེད་པའི་ཆོས་ཀྱི་རིམ་པ་ནི་གྲུབ་སྟེ་ཅི་བྱུ་གནས་བཞི་པ་ལས། གནས་བཞི་པ་ལས་ཞེས་པ་ལས་འཕྲོས་ནས་ལས་ཀྱི་དབྱེ་བ་དྲང་ཚུལ་དང་དེའི་དབྱེ་བ་རིག་བྱེད་དང་རིག་བྱེད་མ་ཡིན་པ་སོགས་ཕྱི་ཚུལ་སྐོར་ཅུང་ཟད་ནི་ཞུ་རྒྱུ་དང། དེ་ཡང་ནི་གནས་བཞི་པ་ལས། གནས་ཞེས་པ་ལ་བརྟེན་པ་ལྟར་དུ། དང་པོ་དེ་ལ་ནི་ག་རེ་གནས་ཀྱི་གཞུང་ཞེས་པ་དང་གནས་ཀྱི་ཟིན་ཞེས་པ་གཉིས་དྲངས་ནས། དང་པོ་ལ་ནི་ག་རེ། ད་ནི་འཇིག་རྟེན་དང་འཇིག་རྟེན་འདས་པའི་ཆོས་ཐམས་ཅད་ག་རེ་ལས་ལས་བྱུང་བ་བསྟན་པ་དང། དེའི་རྗེས་སུ་ནི། དེ་ཡང་ལས་དེ་ཡང་ག་རེ་ས། སྒྱུ་མའི་སྐྱེ་མེད་ལས་མ་ཡིན་པ་སོ་སོ་ནི་ག་རེ། ད་ནི། ཨོ། རང་གིས་ཡང་ན་དགེ་བ་ཡང་ན་མི་དགེ་བ་ཡང་ན་ལུང་མ་བསྟན་ཏེ་དེ་འགྲིག་གི་ཨ་ནི། རྒྱུ་རྟེན། རྒྱུ་རྟེན་གང་ལ་གང་ལ་དམིགས་ནས་ཨ་ནི་ག་རེ་རྒྱུ་མེད་རྐྱེན་མེད་ལས་བྱུང་བ་མ་ཡིན་པ་རྒྱུ་རྐྱེན་ལས་སྐྱེས་པ་བསྟན་པ་དེ་ཨ་ནི་ག་རེ་ལས་ཀྱི་དང་པོ། ཨོ། རྒྱུ་འབྲས་བསྟན་པ་དང། དེ་ཐུང་ཨ་ནང་པའི་བཞེད་ཚུལ། དེ་གསུངས་པ་དང་ཨ་ནི་གཉིས་པ་ཨ་ནི་ཀ་རེ། ལས་ཀྱི་ལས་གཏན་ལ་ཕབ་པ་དེ་ལ་ལས་ངོས་བཟུང་བ་དང་ལས་ཀྱི་རྣམ་གཞག་དོ་ཙམ་སྣང་བ་དང་པོ་ལ་ལས་ལ་གཉིས་སུ་དབྱེ་བ་ལས་སོ་སོའི་དང། ལས་སོ་སོའི་ངོ་བོ་དང་རྣམ་རིག་རྣམ་རིག་ཡིན་མིན་དང་པོ་ནི་རྩ་བ། ད་དེ་ལ་ལ་མོ་བ་བྱེད་ལས་དེ་ལ་ཨ་ནི་ཀ་རེ་སེམས་པའི་ལས་དང་བསམ་པའི་ལས་སུ་གཉིས་ཤེས་གི་ར་ནམ་རྒྱུན་གང་འདྲ་ལ་ཨ་ནི། ད་ངོ་བོ་དེ་ཡང་ག་རེ། སེམས་པ་ཡིད་ཀྱི་ལས་བྱ་ཡི་དང་བདེ་སྐྱིད་ལུས་ངག་གི་ལས་བྱ་ཡི། བདེ་སྐྱིད་སེམས་པ་དང། ད་གང་ལྟར། ད་དེ་གའི་གཅིག་དེ་ག་རེ་སེམས་པ་ཁོ་རང་ལ་འབྱུང་བ་དང་གཅིག་དེ་ག་རེ་སེམས་པས་ཀུན་ནས་བསླངས་ནས་ལུས་ངག་གི་དགེ་བ་ལུས་ངག་གི།

ལྟ། དེ་ལ་ནི་དང་པོ་གནས་པ་པོའི་དོགས་པ་གཅོད་པ་ནི། སྒྲོན་མིན་གང་ཚེ་འདུ་བྱེད་དེ་སྐད་ཅིག་མ་ཡིན་འཇིག་བྱེད་རོ། རྒྱུན་མེད་རྒྱུན་མེད་པ་ལས་དགའ་མི་འབྱུང་སྐྱོན་ཡང་འཇིག་པ་པོར་འདོད་རོ། ལྟ་སྟེ་ཨ་ནི་ཀ་རེ། ལྟ། མུ་སྟེགས་པའི་གར་ཟག། ཀུན་ཏུ་གནས་པ་བྱེ་བ་ཕོ་རོག་ཏུ་ཕྱིན་པ་མུ་སྟེགས་པ་ཞིག་གིས་རབ་ཏུ་བྱུགས་ནས་སངས་རྒྱས་ཀྱི་བསྟན་པར་ཞུགས་པ་ཞིག་གིས་བསྟན་པ་ལ་ཞུགས་ཀྱང་སྔར་ལྟ་བ་ངན་པས་བྲིད་ཡོད་ཅིང། སྐམ་པོ་ཀུན།

ཨ་ནི་ཁོ་རང་གིས་སྐྱེ་འཇིག་གི་རྒྱུ་འབྱུང་བ་ཞིག་ལས་བྱུང་བ་དང། ཨ་ནི་འབྱུང་བ་དག་གང་ལྟར། ཡང་ན་རང་དང་དུས་མཉམ་པའི་འབྱུང་བ་དག་ཡང་ན། རང་གི་ཨ་ནི་སྐད་ཅིག་སྔ་མའི་འབྱུང་བ་ལ་འབྱུང་བ་སྟེ་དེ་ལྟ་བུ་དེ་ག་རེ། རྣམ་པར་རིག་བྱེད་མ་ཡིན་པ་སེལ། མ་ཡིན་པ་སྟེ་རྒྱུ་རྐྱེན་ལས་བྱུང་བ་དང་རྒྱུ་རྐྱེན་དེ་ཡང། འབྱུང་བ་ཞེས་པ་ལས་བྱུང་བ་དེ་ལྟ་བུ་སྟེ་རྣམ་པར་རིག་བྱེད་མ་ཡིན་པས་བྱེ་བྲག་སྨྲ་བའི་ལུགས་ཀྱི་བཞེད་པ་ཡིན་པ།

བྱ་ཡུལ་ལ་བྱ་བ་བྱེད་པ་སྟ་དེ་ལ་ནི། སྔོན་བྱོན་ད་ལས་སྟེ་སུ་སྤྱི་དང་ནི་ལས་སྟེ་སུ་ནི་བྱ་བ་དེ་ལ་ད་བྱ་བའི་རང་བཞིན་དང་ངོས་བཟུང་ངོ། བྱ་བའི་རང་བཞིན་ཡིན་དུས་ནི་ད་དེ་ལ་ནི། བྱ་ཡུལ་ལ་བྱ་བ་བྱེད་པ་ཞེས་སྟེ་སུ། དེ་དང་འབྲེལ་བ་ཡོད་པའི་ཐོག་ནས་ནི་བྱེད་པ་ཞེས་ནས་ཞེས་ངོས་བཟུང་བ་རེད། ད་དེའི་ལན་ནང་ནི་རྣམ་པ་གཉིས་ནི་སེམས་པའི་ལས་དང་བསམ་པའི་ལས་གཉིས་སུ་ཡོད་རེད་ད། དེ་བྱས་དེ་ནས་ཡང་ནི་གཙོ་བོ་ཆོས་ཤིག་དེ་ཡང་ནི་དགེ་བ་དང་མི་དགེ་བ་ལུང་མ་ཟིན་དང་དང་པོ་དགེ་བ་དེ་ལ་དགེ་བའི་སེམས་ཀྱིས་དེ་ཡང་ནི་དགེ་བ་སྐྱེ་བདེ་བ་སྐྱེད་བྱེད་ཀྱི་རིགས་སུ་གནས་པ་དགེ་བའི་སེམས་ཀྱིས་བྱ་སྟེ་དེ་ལ་དབྱེ་བ་ད་དོན་དམ་པའི་དགེ་བ་ངོ་བོ་ཉིད་ཀྱི་དགེ་བ་གསུམ་དོན་ཡིན་དགེ་བ་ལུང་མ་བསྟན་གྱི་ཀུན་སློང་གི་དགེ་བ་ད་བཞི་ཡོད་དེ་ཡང་ནི་རྟག་སྦྱོར་དང་བཅས་པ་དེ་ནི་ཡང་ནི་གཞུང་ལྟར་དེ་ཡང་འདི་བཀོད་བྱ་འོས། དེ་ལ་ད་འདོགས་པ། འདི་ནི་འདོགས་སློང་འདྲ་བོ་དེ་ག་རེད་ཟེར་ན། གཞུང་ཞིག་ཆགས་ཞེས་པ་ཡང་ནི། ང་དང་འདི་ལ་ད་སྤྱིར་དགེ་བ་དང་དགེ་བའི་ལས་གཉིས་ཁྱད་པར་ཡོད་ཟེར་ན་དགེ་བ་དང་དགེ་བའི་ལས་ཁྱད་པར་ཆགས་རེད། དགེ་བ་དང་དགེ་བའི་ལས་ཟེར་ན་ཁྱད་པར་ཆགས་ཡོད་ཟེར་ན་ལ་ཨ་ནི་ང་ནི་ཆོས་ཅན་འདི་ཨ་ནི་གནོད་སེམས་མི་བྱེད་པ་ཆོས་ཅན། གནོད་སེམས་མི་བྱེད་པ་ལ་སོགས་པ་དག་ནི་དགེ་བ་ཡིན་ཀྱང་དགེ་བའི་ལས་མ་ཡིན། དགེ་བའི་ལས་མ་ཡིན་པའི་རྒྱུ་མཚན་ག་རེ་ས་གནོད་སེམས་ཙམ་དེ་ཡང་ནི་ག་རེ་གནོད་སེམས་མི་བྱེད་པ་ཙམ་དེ་ལ་དགེ་བའི་ལས་མ་ཡིན་པའི་རྒྱུ་མཚན་ཏེ། བྱ་བའི་རང་བཞིན་མ་ཡིན་པའི་རྒྱུ་མཚན་དེ་ནི་ཡང་ནི་བྱ་བ་ནི་མི་དགེ་བའི་ལས་མ་ཡིན། འོ་འདི་ནས་རེད།

གནས་གཉིས་པར། གནས་གཉིས་པ་ནི། གནས་གཉིས་པ་ན་ག་རེ་གསུངས་པར་ཟེར་ན། དགེ་ལ་སོགས་ཀྱི་དགེ་ལ་སོགས་ཞེས་གསུངས་པའི་ཕྱིར་ལ། དགེ་བ་དང་ལ་སོགས་པའི་མི་དགེ་བ་དང་ལུང་མ་བསྟན་གྱི་ཐོབ་པའམ་དགེ་བ་ལ་སོགས་པ་གསུམ་ཉིད་དོ། འོ་འདི་རེད། ད་དུང་ཡང་ག་རེ་ཟེར་ན་རྗེས་མ་ན་རེ། ཆོས་ཀྱི་རིགས་པས་གནོད་པ་ཅི་ཙམ་བརྗོད་ཀྱང་རུང། བདེན་མི་བདེན་ཐོབ་མ་ཐོབ་རྗེས་སུ་ཟློས་པ་ནས།

ལུང་མ་བསྟན་གང་ཞིག་དུང་བ་སྐད་ཅིག་རིགས་སུ་གནས་པ་སྟེ་གོ། ཨེ་ཨོ་དེ་ཡང་གཅིག་པ་འདྲ་བོ་འདྲ་བོ་རེད་ད་འདོགས་པ་མི་དགེ་གསུངས་སོ་ཟེར་འདོགས་པ་མི་དགེ་ཟེར་སོ་འདོགས་པ་མི་དགེ་ཟེར་སོ་འདོགས་པ་དགེ་བ་བཞི་ལས་འདོགས་པ་མི་དགེ་བ་དེ་བཞི་ཟེར། མི་དགེ་བ་ཡང་དོན་དམ་པའི་མི་དགེ་བ་ནི། ངོ་ཡི་མི་དགེ་བ་ཚུར་སྟོན་དགེ་བ་ཀུན་སྟོན་གྱི་མི་དགེ་བ་ཟོ་དེ་འདྲ་བ་ནི་དཔེ་དང་བཅས་པ་ནི་ཞུ་བཞག་ཡོད། དེ་ལ་ཡང་ནི་བདག་གི་ནང་བཞིན་དགེ་བ་དང་མི་དགེ་བ་ནང་དགེ་བ་ནང་བཞིན་གྱིས་མི་དགེ་བ་དེ་ལ་ཡང་མི་དགེ་བ་དང་མི་དགེ་བའི་ལས་ཀྱི་ཁྱད་པར་བཤད་ནས་ཡང་ནི་མཆོད་སྦྱིན་དང་བཅས་པ་འདི་སྟེ་བྱ་བྱ་བའོ། འདི་ནི་ལས་ཡིན་པ་དེ་ཡང་ག་རེ་རེད་ཟེར་ན། རྣམ་སྨིན་ལ་སོགས་ལས་མིན་ཡང་གཞིག་གི་ངེས་ཤེས་རྣམ་གསུམ་མོ་ཟེར་རྣམ་སྨིན་ལ་སོགས་པ་དེ་མི་དགེ་བའི་མི་དགེ་བ་ཡིན་ཀྱང་མི་དགེ་བའི་ལས་མ་ཡིན་གསུངས་པ། མི་དགེ་བའི་ལས་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་ཁོང་ཉོན་མོངས་རེད། དེ་ཉོན་མོངས་ཡིན་པ་དེ་ག་རེ་ཟེར་ན། གང་ལྟར་རྣམ་སེམས་ལ་སོགས་པ་འདི་མི་སྐྱེ་བའི་ལས་བཞག་པ་ཡིན་ན། ལས་ཡིན་ན་ཨ་ནི་ཇེ་ར་མོ་ག་རེ་གསུངས་པ་ཟེར་ན་ལས་སེམས་པ་དང་རྣམ་སེམས་འདོད་ཆགས་ལ་སོགས་ཉོན་མོངས་པ་དག་གཅིག་ཏུ་འགྱུར་རོ། གལ་ཏེ་ཉོན་མོངས་འགའ་ཞིག་ལས་སུ་གྱུར་ན་སྐྱོན་གཅིག་ཡོད་ན་རྗེས་མ་ན་རེ་ལས་སྐྱོན་གཅིག་པ་མེད་དེ་ཡོད་ན་མདོ་ལས། སེམས་པའི་ལས་དང་བསམ་པའི་ལས་ཞེས་སོ་སོར་གསུངས་པ་དང་འགལ་བའི་ཕྱིར། འདི་ནི་ལས་དང་ཉིན་མོ་ཟེར་ནས་སོ་སོར་གསུངས་ཡོད་དེ་དེ་ཡང་ནི་དགའ་བ་ཆགས་འགྲོ་གི་སྟེ་སེམས་པའི་ལས་དང་བསམ་པའི་ལས་ཟེར་ནས་སོ་སོར་གསུངས་པ་དེ་ཡང་དགའ་བ་ཆགས་འགྲོ་གི་འདུག་ཟེར་ལས་ཉོན་ནི་འཇིགས་པ་ཡོད་མ་འོ་དེ་ནས་བཟུང་འདི་ནི་གང་གི་ངང་དུ་གཏོགས་པ་དེ་མི་སྐྱོ་བ་ནི་འདོད་པ་ཁོ་ན་ན་ཡོད་རེད། དགེ་བ་དང་མི་སྐྱོ་བ་ནི་འདོད་པ་ཁོ་ན་ན་ཟེར་དེ་ཡང་ནི་དགེ་བ་དང་ལོང་མ་དེ་ནི་ཁམས་གསུམ་པོ་ན་ཡོད་རེད་སོ་བདག་འདི་ནི་འདི་བྱེད་དེ་ནི།

འདི་ནི་ཐ་མ་ལ་ཅི་དང་ནི། ལས་རྣམ་པ་སྣ་ཚོགས་དུག་ལས་བྱུང་བའི་ལས་སྣ་ཚོགས་སུ་ནི་དག་ལས། རྣམ་པ་མང་པོ་ཡོད་སྣ་ཚོགས་ཡོད་པའི་དབང་དུ་བྱས་ནས་ད་གཟོད་གཙོ་བོ་དེ་དག་དགེ་བའི་ལས་དང་མི་དགེ་བའི་ལས་དང། ལུང་མ་བསྟན་གྱི་ལས་འདི་དག་ཅེས་ངོ་བོའི་སྒོ་ནས་ཕྱེ་དགོས་ས་རེད། དེ་ལ་དེ་ནི་དགེ་བའི་ལས་དང་ནི་བསོད་ནམས་ཀྱི་ལས་མི་དགེ་བའི་ལས་དང་བསོད་ནམས་མ་ཡིན་པའི་ལས་མི་གཡོ་བའི་ལས་དང་ལུང་མ་བསྟན་གྱི་ལས་ནི་དག་དེ་ལ་ནི།

བདག་ཅག་གི་སྟོན་པ་སྐྱོན་ཐམས་ཅད་སངས་ཤིང། ཤེས་བྱ་ཡོན་ཏན་མ་ལུས་པར་རྒྱས་པའི་བསྟན་པ་རྫོགས་པའི་སངས་རྒྱས་དང། དེ་ཀུན་མཁྱེན་ངེས་པ་སློབ་དཔོན་མཉེན་བཤགས་ལ་གུས་ཕྱག་སྔོན་དུ་བཏང་ནས། ད་ངའི་དྲི་བ་འདི་དེ་ནས་འོ། ཚུལ་ཁྲིམས་མཐར་ཕྱིན་ལ་ཡིན། ད་དེ་ནས་རང་གིས་བདག། ལས་ཀྱི་རྣམ་གཞག་ད་ལས་ཡང་ད་ང་རང་ཚོ་ལ་ད་ནང་པ་སངས་རྒྱས་པ་ལ་ལས་ཇི་ཙམ་དེ་ནས་གལ་ཆེ་བ་ཡིན་པ་དེ་ནས་བདུན་ལ་ད་སྔོན་ལ་ད་གསུང་བཞག་ཏུ་ད་དཔེ་ཡག་པོ་གསུང་འདུག་ད་དེ་ནས་ད་དེ་ནས་མ་གྱོས་ཞེས་དེ་ནས་ད་གལ་མི་གལ་ལུང་མ་བསྟན་གསུམ་ནང་ནས་ད་དེ་ནས་ངའི་དྲི་བ་དེ་དེ་ངའི་དྲི་བ་མང་ཆེ་བ་དེ་དགེ་བའི་དགེ་བའི་སྐོར་ལ་ཡིན།

ལོ་གེ་བྱེད་རེད་རོ།
འོ་ལགས་སོ་དེ་དཔེ་ཡག་པོ་བྱུང། ད་དེ་ནས་གལ་སྲིད་དེ་བ་གལ་བ་གང་ག་དེ་བ་སྐད་ཆ་ཡིན་པ་ཨ་ནི་ཡིན་པ་ངས་སྒྲོག་གི་འདུག་ན། དེ་ནི་རང་གི་དེ་ནི་གལ་བ་དང་གལ་བའི་ལས་ལ་ཁྱད་པར་ཤར་རོ། ཤར་ཤར། གལ་བ་ཡིན་ན་གལ་བའི་ལས་ཡིན་པའི་ཁྱད་པར་མེད་དོ། རེ་བ། དགེ་བ་ཡིན་ན་དགེ་བའི་ལས་ཡིན་པས་ཁྱབ་པ་མི་འདུག། ད་དགེ་བ་ཟེར་བ་དེ་དགེ་བའི་མཚན་ཉིད་དེ་དེ་བ་སྐད་ཅིག་གི་རིགས་སུ་གནས་པར་བཞག་པ་དང། དེ་རང་གི་དགེ་བའི་ལས་ཀྱི་ཡང་མཚན་ཉིད་འདྲ་ཞིག་བཞག་འདུག་ཨ། ད་དེ་དཔེ་ཡིན་ཚོགས་བཞག་ལ་ད་དགེ་བའི་ལས་ཞེས་པ་ནི། ལུང་དུ་བསྟན་པ་གང་ཞིག། རང་འབྲས་རྣམ་སྨིན་དེ་བ་སྦྱིན་པར་བྱེད་པ། རེ་བ། ད་འདིའི་དགེ་བའི་གླིང་གཉིས་བགར་ས་འདིའི་དགེ་བའི་མཚན་ཉིད་བཞག་དགེ་བའི་ལས་ཀྱི་མཚན་ཉིད་བཞག་དེ་ནི་དལ་བ་སྐད་ཅིག་གིས་རིགས་སུ་གནས་པ་ཟེར་བ་དེ་ཡང་ངེས་པར་དུ་དེ་ནི་དལ་བ་རང་སྐྱེ་དགོས་ཀྱི་འདུག་ན་དེ་ནི་དགེ་བ་དང་དགེ་བའི་ལས་ཟེར་བ་དེ་གཅིག་པ་ཆགས་ཀྱི་འདུག་བ། གཅིག་པ་ཆགས་ཀྱི་མ་རེད། ཨོ་གར་གཅིག་ནི་ཆགས་ཀྱི་མ་རེད།
དེ་ངའི་ལག་ཡིན་པ་དེ་ནི་འདིའི་སྔོན་ལ་ལག་ཡིན་པ་དེ་ནི་ལས་བྱ་དུས་ག་སུ་གར་བཞག་གོ་ཟེར་ན་ད་བྱ་བའི་བྱ་བ་དེ་ལ་བཞག་གོ་རེད་ངའི་ལག་ཡིན་པ། ཨོ་དེ་རེད། ད་རང་གི་མཚན་གཞི་གར་བཞག་རེད་དགེ་བ་ཡིན་ན་དགེ་བའི་ལས་ཡིན་པས་ཁྱབ་ཀྱི་མི་འདུག་ཐར་པ་བཞག་རེ་བ།
ད་དང་པོ་ཐར་པ་དགེ་བ་ཡིན་མིན་དེ་ནི་རྩོད་པ་ཁ་ཁ་རོ། ད་དང་པོ་གལ་སྲིད་ཐར་པ་དེ་དགེ་བ་ཡིན་དུ་ཆུག་ཀྱང་དགེ་བ་ཡིན་དགེ་བའི་ལས་མ་ཡིན་ཟེར་ཁྱོད་རང་གིས་རོ། ད་དགེ་བའི་ལས་མ་ཡིན་པ་དེ་ད་ལས་རེད་མི་འདུག་བྱ་བ་རེད་མི་འདུག་ཟེར་ན་ད་དྲི་གི་ཡོད་རེད་ཡིན་ན་ཡང་རང་གིས་དགེ་བའི་ལས་ཟེར་བ་ག་རེ་ཤ་རེད་ལུང་དུ་བསྟན་པ་གང་ཞིག་རང་འབྲས་རྣམ་སྨིན་བདེ་བ་སྦྱིན་པར་བྱེད་པ། དེ་ཆགས་བསྡད་ཀྱི་ཡོད་རེད་བ། གལ་སྲིད་ཐར་པ་དེ་དགེ་བ་ཡིན་ན་ལུང་དུ་བསྟན་པ་གང་ཞིག།

དགེ་བའི་ལས་མ་ཡིན་ཟེར་བ་རེད། གཞན་ལ་གནོད་སེམས་མི་བྱེད་པ་དེ།
ད་གཞན་ལ་གནོད་སེམས་མི་བྱེད་པ་དེ་དེ་ནི། ནང་པ་སངས་རྒྱས་པའི་གེགས་དེ་ནི་ཡོད་ན་མེད་ན་དེ་ནི་དགེ་བའི་ལས་ཡོད་ན་མེད་ན་དེ་ཆགས་ཀྱི་མ་རེད་པས། མ་རེད་པས། ཡོད་ན་མེད་ན་དག་མ་སོང་ད། དེ་ད་ལྟ།
ད་ག་བ་རིན་པོ་ཆེ་དུས་རྒྱུན་ནས་གསུང་གི་ཡོད་རེད་བ། གཞན་ལ་འཚེ་བ་མི་བྱེད་ཟེར།

གཞན་ལ་འཚེ་བ་སྤང་བ་ལ་ག་རེ་ཡིན་དགོས་རེད། རྒྱུ་མཚན་གྱིས་བསམ་བློ་བཏང་ནས་གཞན་ལ་འཚེ་བ་སྤང་གིར་འོ། རྒྱུ་མཚན་གྱིས། རྒྱུ་མཚན་གྱིས་བསམ་བློ་བཏང་ནས་འོ་ད་ངས་གཞན་ལ་གནོད་པ་བྱས་ན་འགྲིག་གི་རྒྱུ་མཚན་གྱིས་འཛིན་མི་བསམ་བློ་བཏང་དགོས་མ་རེད་གི་གནོད་སེམས་མི་བྱེད་པར་བསམ་མ་གོ་དེ་ག་རང་ཨ་ནི་ཁོ་ཆགས་ཏེ་ཡོད་རེད་གནོད་སེམས་བཏང་བ་མ། རྒྱུ་མཚན་གྱིས་བསམ་བློ་བཏང་ནས་འོ་ད་ངས་གཞན་དག་ལ་འཚེ་བ་བྱས་ན་འགྲིག་གི་མི་འདུག་ད་ཟེར་ནས་རེད་བ། དེ་ནས་གཞན་ལ་འཚེ་བ་མི་བྱེད་པའམ་ད་གཞན་ལ་གནོད་སེམས་མི་བྱེད་པའི་གི་བློ་དེ་སྐྱེ་གི་འོ་རེད་བ། ཨ་ནི།
འོ་དེས་དེའི་སེམས་བྱུང་སེམས་པ་རེད་བ།